ད་ཆོས་ལུགས་རིས་མེད་ཟེར་བ་དེ་ག་འདྲ་ཞིག་རེད་ཟེར་བ་ད་དེ་རེད། འདི་ང་ཚོ་གི་ནམ་རྒྱུན་མཁྱེན་དགོས་ཡ་དེ་ཧ་ཅང་སྐལ་ཆེན་པོ་དེ་འདྲ་ཞིག་རེད། ང་རང་གི་དངོས་གནས་དེ་འདྲ་ཤུན་ཏུ་ཆུང། ད་ལྟའི་གངས་རི་ཞེས་ན་ནམ་རྒྱུན་དེ་ནི་སྐྱབས་མགོན་རིན་པོ་ཆེ་ཡིན་ན་ཡང་རྟག་པར་དེ་ནི་ཆོས་ལུགས་རིས་མེད་ཟེར་བ་ཞིག་གསུང་གི་ཡོད་རེད། དེ་བཞིན་དུ་ང་ཚོ་གི་རྒྱལ་སྤྱིའི་གི་གཅིག་ཚོགས་འདུ་དེ་འདྲའི་སྒང་ལ་གཅིག་ཁ་ཆེ། ནང་པ། ཡེ་ཤུ། ཧིན་དུ། མང་པོ་གི་ཡང་གཅིག་ཆོས་ལུགས་རིས་མེད་ཀྱི་ཚོགས་འདུ་ཟེར་བ་དེ་འདྲའི་ཡང་ཡོང་གི་ཡོད་རེད། ཡང་ཅིག་བོད་ཀྱི་ནང་བསྟན་གྱི་ཡང་ཅིག་དེར་ད་ཅིག་ས་དགེ་བཀའ་རྙིང་དཔོན་མདང་བྱེད་པ་ཟེར་བ་ལྟ་བུ་དེ་འདྲིའི་གི་མདོར་ན་ཡང་ཆོས་ལུགས་རིས་མེད་ཀྱི་ཚོགས་འདུ་དེ་འདྲ་འཚོགས་ཀྱི་ཡོད་རེད་ཆོས་ལུགས་རིས་མེད་ཀྱི་བླ་ཆེན་ཟེར་བ་དེ་འདྲའི་ཅིག་ནག་ཚོགས་གི་ནམ་རྒྱུན་ཚོགས་ཡི་ནང་ནས་ད་མཐོང་ཐོས་ཀྱི་ཡུལ་དུ་སྐྱོར་གདའ་བ་དེ་འདྲ་ཞིག་ཡོད་རེད་ད། དེ་ཡོད་དུས་དེ་ལྟ་བུའི་སྣང་ཚུལ་དེའི་རྒྱབ་ལྗོངས་ལ་ཁོ་རང་རིས་མེད་ཟེར་བ་ཞིག་ཡོད་བསྡད་པ་དང་རིས་མེད་ཟེར་བ་དེ་ཁོ་རང་གིས་ཀྱི་གོ་དོན་དང། དེ་ལ་ཡང་ཁོ་རང་ལ་བསྟོད་པའི་རིགས་པའི་གཞུང་ལུགས་ཀྱི་ལྟ་གྲུབ་ཅིག་ཡོད་བསྡད་པ་དེ་འདྲ་རེད། ཡང་མཚམས་མཚམས་རིས་མེད་ཟེར་བ་དེ་ལ་ཅིག་ང་ཚོ་གོ་བ་ཅི་མ་ཇི་བཞིན་དུ་ཅིག་མ་ལོན་ནས་ད་ནི་ཅིག་གོ་བ་དེ་ཅིག་མཐོ་ལ་མི་ལ་དེ་འདྲ་གི་ཐོག་ནས་ཡང་གོ་བ་ནོར་བསྡད་པ་དེ་འདྲ་ཡང་ཡོང་གི་ཡོད་ས་རེད། ད་ལྟའི་འདི་དེ་རིང་འདིའི་ནང་ལ་ངས་ཅིག་ཚ་གཞི་མི་འདྲ་བའི་ཐོག་ནས་དེ་ནི་རིས་མེད་ཟེར་བ་དེ་ཁ་ཤས་ཅིག་རྣམ་པ་ཚང་མ་ལ་ངོ་སྤྲོད་ཞུ་གི་ཡིན། ད། དཔེར་ན། ངའི་བསམ་བློ་ལྟར་ན་ཆོས་ལུགས་རིས་མེད་དེ་ལ་ཚ་གཞི་ཁ་ཤས་ཅིག་ཡོད་རེད་བསམ་གྱི་འདུག་ད་ཚ་གཞི་དེ། དཔེར་ན་ནང་པ་དང་ཁ་ཆེ་དང་ཡེ་ཤུ་དང་དེ་ནི་ཧིན་དི་ལ་སོགས་པ་མཉམ་དུ་འཛོམས་ནས་རེད་བ། ནི་བླ་ཆེན་དེ་ཚོ་གི་མཉམ་དུ་འགྲོགས་ལངས་ཚོགས་འདུ་དྲ་ཚོགས་དེ་འདྲའི་བཅས་ནས་ཕ་མཚན་ཅིག་བསམ་བློ་བརྗེ་རེས་བྱེད་པའི་སྐབས་སུ་ཐུན་མོང་གི་ཅིག་དོན་དག་ཅིག་གི་ཆེད་དུ་གྲུབ་བསྡུར་བཟོ་བའི་སྐབས་སུ་དེ་ལྟ་བུའི་ཆོས་ལུགས་རིས་མེད་དེ་ལྟར་ཅིག་ཆོས་ལུགས་ཚང་མ་གི་ཡི་ལམ་འབྲི་སེམས་དེ་གཅིག་གྱུར་ཡིན་པ་ངོས་འཛིན་བྱས་ནས་གཅིག་པ་རེད་ཟེར་ནས་རིས་མེད་ཆགས་སོང་བ་དེ་འདྲ་ཞིག་མ་རེད་འདི་ཧ་གོ་གོ་ཡོད་རེད། འོ་ན་ག་འདྲ་རེད་ཟེར་ན་ཆོས་ལུགས་ཚང་མ་ལ་ཐུན་མོང་གི་ཆ། མཐུན་ཆ། ཐུན་མོང་གི་དམིགས་ཡུལ་གཅིག་གྱུར་ཡིན་པ་དེ་བཤད་གྲགས་པ་དེ་འདྲ་ཞིག་ཡོད་པ་དེ་ངོས་འཛིན་བྱས་ནས་ཨོ་དེའི་ཐོག་ལ་མཉམ་དུ་དེ་ནས་ད་གྲོས་བསྡུར་བྱུགས་པ་དང་མཉམ་དུ་དེ་ནས་མཉམ་འབྲེལ་གྱིས་དེ་ནས་མཉམ་ལས་བྱེད་པ། འོ་དེ་འདྲ་ཅིག་ཡོང་གི་ཡོད་རེད་ད་དེ་རེད། དཔེ་ཆ་བཞག་པ་ཡིན་ན་རེད། འཇིག་རྟེན་འདི་དམག་འཁྲུག་མེད་པ་རེད་བ། ཞི་བདེ་ཡོད་པ་རེད་བ། ཕན་ཚུན་ཆ་མཐུན་མཉམ་གནས་ཀྱི་ཐོག་ནས་དེ་ནས་གནས་ཐུབ་པ་ཅིག་བཤམས་ཚེས་བཞི་ལ་བཤགས་པའི་སྤྱི་ཚོགས་ཅིག། ཡ་རབས་བཟང་སྤྱི་དང་ལྡན་པ་ཞིག་ཟེར་བ་དེ་ཚོ་གི་ཐོག་ལ། ད་འགྲོ་བ་མིའི་སྤྱི་བཏང་གི་ཅིག་ཡོངས་ཁྱབ་ཀྱི་རིན་ཐང་མང་པོ་ཞིག་གི་ཐོག་ལ་ཆོས་ལུགས་ཚང་མ་གཅིག་གྱུར་རེད། དེ་གཞིར་བཟུང་བྱས་ནས་དེ་ནས་མཉམ་དུ་ཁོང་སོགས་ཀྱི་ད་ཚོགས་འདུ་འཚོགས་ཀྱི་ཡོད་ན་འདྲ་བཀའ་མོལ་གནང་གི་ཡོད་ན་འདྲ་དཀྲོག་གླང་བྱེད་ཀྱི་ཡོད་ན་འདྲ་ཉམས་ལེན་ཡང་བྱེད་ཆོག་གི་ཡོད་རེད་འོ་དེ་འདྲ་བོ་རེད། དཔེར་ན་རྒྱལ་ཁབ་འགའ་ཞིག་གི་བར་ལ་སྤྱིར་བཏང་གི་གཞི་རྩའི་སོ་སོ་གི་རྒྱལ་ཁབ་རང་གི་རྩ་བའི་ཁེ་ཕན་གཞི་རྩར་བཞག་ན་མ་འདྲ་བ་ཆེན་པོ་ཡོད་ན་ཡང། ཡང་གཅིག་དཔེར་ན་གནམ་གཤིས་ཀྱི་འགྱུར་ལྡོག་ཟེར་བ་འདྲ་བོ་དང། སྲིད་གོ་ལའི་ཚ་དྲོད་ཟེར་བ་འདྲ་བོ་དང། གཅིག་ཐོབ་ཁོངས་ཟེར་བ་འདྲ་བོ་འདི་འདྲའི་གི་ཐོག་ལ་ཡང་ཐུན་མོང་གི་ལེགས་བྱས་དང་ཐུན་མོང་གི་གཅིག་འབད་བརྩོན། ཐུན་མོང་གི་མཉམ་ལས་མང་པོ་ཡོང་གི་འདུག་བ་དཔེ་དེ་འདྲ་བོ་ཞིག་ཡིན་དུས། དེ་ལྟ་བུ་དེ་ཆོས་ལུགས་ཚང་མ་གཅིག་པ་ཡིན་པའི་དོན་དག་མ་རེད། དཔེར་ན་སྐྱབས་མགོན་རིན་པོ་ཆེ་ལྟ་བུ་ཞིག་ཡེ་ཤུའི་རྒྱུད་ཀྱི་ཚོགས་འདུ་ཞིག་ལ་ཕེབས་ནས་དེ་ནས་ཁོང་རྣམ་པ་ལ་ཕན་ཚུན་བརྩི་བཀུར་ཆེན་པོ་གི་ཐོག་ནས་གུས་ཞབས་ཆེན་པོ་གི་ཐོག་ནས་ཕྱག་ལས་གནང་གི་ཡོད་ན་ཡང་ང་ཚོའི་དེ་ནང་པ་ཞིག་ཡིན་པའི་ཆ་ནས་རང་ཉིད་ཀྱང་དེ་ནས་ནང་པ་ཡང་ཡིན་ཆོག་ལ་ཡེ་ཤུའི་རྒྱུད་ལོའི་རྒྱུད་འབྲངས་པ་ཡང་ཡིན་ཆོག་པའི་དོན་དག་མ་རེད། དེ་ལ་སྐྱབས་མགོན་རིན་པོ་ཆེ་གི་རང་རྣམ་གི་ནང་ན་ཡང་དེ་འདྲའི་གི་དངོས་བྱུང་གི་ལོ་རྒྱུས་གི་ད་གཏམ་རྒྱུད་ཧ་ཅང་སྙན་པོ་ཞིག་ཡོད་རེད། ཐང་མ་གཅིག་ལ། ཡུ་རོབ་གི་དེ་ནི་ཁེ་ཐོ་ལིག་གི་ཆུ་བརྒྱུད་གི་དང་ཡེ་ཤུ་ཆོས་ལུགས་གསར་མ་གི་ཆུ་བརྒྱུད་གི་དེ་ནི་དགོན་པ་ཞིག་ཡོད་ས་རེད། དེའི་ནང་ལ་ད། ྋགོང་ས ྋགོང་ལུགས་ཀྱི་རབ་ཏུ་བྱུང་བ་ཟེར་ན་འདྲ་གྲྭ་པ་དེ་འདྲའི་པའི་ཉམས་ལེན་པ་ཡག་པོ་ཞིག་ཡོད་རེད་གསུངས་འདུག་བ། ཉམས་ལེན་པ་དེ་སྐྱབས་མགོན་རིན་པོ་ཆེ་དང་མཉམ་དུ་དཀར་མོར་མ་བུ་བཅས་ཁྱེད་རང་དེ་དེ་ནི་བྱམས་པ་དང་སྙིང་རྗེ་གི་ཉམས་ལེན་བྱེད་མཁན་ཞིག་རེད་ཟེར་ད་སྐྱབས་མགོན་རིན་པོ་ཆེ་ཧ་ཅང་ཐུགས་འཕྲོག་ནས་ཁོང་གཉིས་ཀ་ཐུན་མོང་གི་གྲོགས་པོ་ཆགས་ནས་ཐུན་མོང་གི་ད་ཆ་མང་པོ་ཡོད་རེད་རེད་ཡེ་ཤེས་དང་ནང་པ་གཉིས་ཀྱི་བྱམས་པ་དང་སྙིང་རྗེ་ཁས་ལེན་གི་ཡོད་རེད་ཧིན་རྡུ་དང་ནང་པ་གཉིས་ཀ་གི་བསམ་གཏན་ལ་གཟུགས་མེད་ཟེར་བ་འདྲ་བོ་དང་ཅིག་མང་པོ་ཞིག་ཐུན་མོང་དུ་ཁས་ལེན་གི་འདུག་བ། ཡིན་ན་ཡང་ཐུན་མོང་མ་ཡིན་པའི་ཆ་མང་པོ་ཡོད་པ་རེད། ཉི་མ་གཅིག་ལ་ཡེ་ཤུ་གི་གྲྭ་པ་དེ་གི་སྐྱབས་མགོན་རིན་པོ་ཆེ་ཁོང་ལ་སྟོང་པ་ཉིད་ཀྱི་སྐོར་བཀའ་མོལ་སྐད་ཆ་དྲིས་ཀྱི་འདུག་ཟེར་གནང་བས། ད་དེ་ང་གཉིས་ཀ་སྐད་ཆ་ཁ་ཁ་རེད། དེའི་ཕྱོགས་ལ་ཁྱེད་རང་གིས་ད་ཇུས་གཏོགས་མ་བྱས་ན་འགྲིག་གི་རེད་ཟེར་བ་འདྲ་བོ་ད་དེ་ག་རང་ད་མ་རེད་དེ། གང་ལྟར་ཡང་དེ་ང་གཉིས་ཀྱི་མི་འདྲ་བའི་ཆ་དེ་རེད། གང་ཟེར་ན་ཁོང་ཚོ་འཇིག་རྟེན་ཤེས་པ་གོ་གི་བདེ་སྡུག་དང་འཇིག་རྟེན་འདི་སྐྱེས་པ་ཡིན་པར་ཁས་ལེན་གི་ཡོད་རེད་བ། ནང་པ་ཡིན་ན་ཆོས་ཐམས་ཅད་རྟེན་རྟེན་འབྲེལ་དང་སྐྱེ་གཉིས་འདི་པ་ཙམ་གྱི་སྣང་བ་འདི་ལྟ་ཅིག། མི་སྣང་སྒྱུ་མ་ལྟ་བུའམ་ཆོས་ཐམས་ཅད་སྒྱུ་མ་རྨི་ལམ་ལྟ་བུའི་རང་བཞིན། སྟོང་པ་ཉིད། འོ་དེས་སྟོང་པའི་རང་མདངས་སྣང་བར་ཤར་བ་དེ་ཡང་ནི་རྟེན་འབྲེལ་གྱི་དོན། དེ་ནི་རྟེན་ཅིང་འབྲེལ་ཅིང་མ་རྟོགས་པའི་ཆོས་འགའ་ཡོད་པ་མ་ཡིན་ནོ། དེ་ཕྱིར་སྟོང་ཉིད་མ་རྟོགས་པའི་ཆོས་འགའ་ཡོད་པ་མ་ཡིན་ནོ་ཞེས་ད་ཁྱད་པར་དུ་ཐེག་ཆེན་དང་མགོན་པོ་ལས་གྲུབ་པའི་རྗེས་འབྲང་ཡིན་ན་དེ་གསུངས་པ་ཡོད་རེད། དེ་འདྲ་ཡིན་དུས་ད་ཡི་གེ་ལམ་འབྲས་སུམ་ཚང་མ་གི་ཆ་ལ་མི་འདྲ་བའི་ཆ་དཔེ་ཆེན་པོ་ཡོད་རེད། མི་འདྲ་བའི་ཆ་དེ་གསོལ་ཏེ་བཞག་ནས། ཐུན་མོང་གི་ཆ་ལ་མཉམ་ལས་དང་ཕན་ཚུན་གཅིག་གིས་གཅིག་ལ་བརྩི་བཀུར་བྱེད་ཡ། དེ་འདྲའི་བྱེད་པ་དེ་སྤྱི་སྟངས་ཀྱི་རིས་མེད། ཡིན་དེ་རེད། ད་ང་ཚོ་འདྲ་བ་ཅིག་ཡིན་ན་ཆོས་ལུགས་ཕན་ཚན་གི་བར་ལ་ཅིག་ཆོས་ལུགས་རྒྱུ་མཚན་འདི་ཤེས་ནས་ནི་ཅིག་འཁྲུག་རྩོད་བྱེད་ཡ་དང་ནི་སྤྱི་ཚོགས་གི་ཐོག་ལ་ད་དཀའ་ངལ་བཟོ་ཡ་ལ་སོགས་པ་མ་བྱས་ན་འགྲིག་གི་ཡོད་རེད་ད་དེ་ལས་ལྷག་པའི་འགན་ཁུར་དེ་ང་ཚོ་མི་དཀྱུས་མ་ལ་སྦ་དེ་རྒྱ་ཆེན་པོ་ཅིག་ཡོད་མ་རེད་ད་དེ་འདྲ་རེད། གཉིས་པ་དེ་གང་རེད་ཟེར་ན། ད་ནང་པ་སངས་རྒྱས་པ་ཆུ་གྲོགས་ཕན་ཚུན་གྱི་བར་ལ། དཔེར་ན། ལོ་རྒྱུད། བྱང་རྒྱུད། བོད་རྒྱུད་ཟེར་བའི་རྒྱུད་པ་གསུམ་གྱི་ཆོས་ལུགས་མ་འདྲ་བ་དེ་ཚོ་ཡང། སྟོན་པ་སངས་རྒྱས་ཀྱི་གསུང་བ་ཡིན་པ་གཅིག། བདེན་པ་བཞི་གི་ཤེས་སྤོང་གི་སྒོ་ནས་ལམ་ཉམས་སུ་ལེན་པ་ཡིན་པ་གཅིག། ལྟ་བ་བཀར་བཏགས་ཀྱི་ཕྱག་རྒྱ་བཞིས་ཁས་ལེན་པར་ཡང་གཅིག། འབྲས་བུ་མྱ་ངན་ལས་འདས་པའི་གོ་འཕང་ཐོབ་རྒྱུ་ལ་ཚོར་སྙེག་བྱེད་མཁན་ཡིན་པ་ཡང་གཅིག། རེད་བ། དེའི་རྒྱུ་མཚན་གྱིས་ཡང་ཕན་ཚུན་གཅིག་གིས་གཅིག་ལ་ད་བརྩི་བཀུར་དང་དད་གུས་དང་དག་སྣང་དང། སྟོན་པ་གཅིག་གི་རྗེས་འཇུག་ཡིན་པའི་དེ་གི་ཆོས་གྲོགས་ཀྱི་མཛའ་བརྩེ་སེམས་ལ་ཉར་གྱི་ཞིག་ཡོད་རེད་བ། དེ་འདྲ་བོ་གི་ཐོག་ནས་ཡང་ཕན་ཚུན་སེམས་གི་སྟེང་ནས་ཧ་ཅང་དད་གུས་དང་བརྩི་བཀུར་ཡོད་ན་དེ་ཡང་རྩ་བའི་ཆ་ནས་རིས་མེད་འདྲ་བོ་རེད། ཡིན་ན་ཡང་དང་ཡང་སོ་སོའི་ནང་ནས་ཡང་མ་འདྲ་བ་ཁྱད་པར་དཔེ་མང་པོ་ཡོད་རེད། དེ་འདྲ་ཡིན་དུས་དཔེར་ན་ང་ཚོ་ཐག་ཆེན་པོས་ཨོ་ད་ཐག་མིན་ཟེར་བ་དེ་ཁོ་ལམ་སྨྲ་འབའ་ཞིག་རེད། ཟེར་ནས་མཐོང་ཆུང་བྱེད་ཡག་དང། ཡང་ཐེག་དམན་པ་སེར་སྣ་འདྲ་ན་ཉམས་རྟོགས་བདེ་བ་དེ་ལྷོད་པོ་ཡང་ཐེག་ཆེན་པ་གི་གསུང་རབ་དེ་ཚོ་ལ་ལྟ་ཅིག་བཅོམ་ལྡན་འདས་ཀྱི་གསུང་ནི་རེད་མ་རེད་ཟེར་བ་འདྲ། གསང་སྔགས་དེ་ཚོ་ཡང་ཅིག་ཧིན་དྷི་དང་འབྲེལ་དུ་ཡོད་རེད་མ་རེད་ཟེར་བ་འདྲ། དེ་འདྲའི་གི་ལྟ་ཅིག་གི་ཅིག་ལ་ཡང་དེ་འདྲའི་གི་ལྡོག་ཕྱོགས་གི་དོགས་སློང་ཡང་མང་པོ་བྱེད་གི་ཡོད་རེད་ད་དུང་ཡང་བྱེད་བཞིན་པ་རེད་བ། དེའི་རྒྱུ་མཚན་འདི་ཤེས་ནས་ཁྱོད་རང་སངས་ཅིག་བགྱིད་རྒྱུ་རེད་མ་རེད་ང་ཡིན། ང་ཡག་ཤོས་ཡིན་ཡང་མིན་ན། དག་མིན་པ་རྣམས་ཀྱིས་ངག་སྙིང་ཆུ་སྲང་གྱི་རབ་ཏུ་ཤར་ནས་སོང་བ་ད་ལི་ཆུ་རྒྱུད་ཡག་ཤོས་ཡིན། དག་ཅིན་པ་རྣམས་ཀྱིས་ངག་ཡང་གཅིག་ད་ཕྲུག་མགོན་པོ་ཀླུ་སྒྲུབ་ལ་སོགས་པའི་སྤྱན་དྲངས་ལག་འབྱེར་གྱི་རྗེས་སུ་འབྲང་གིན་དེ་ནི་ལག་འབྱེར་གྱི་ཆོས་ཀྱི་ད་གཅིག་ཟབ་ཤོས་དང་རྒྱ་ཆེ་ཤོས་ཡིན་ཟེར་བ་འདྲ་བོ་གཅིག་གིས་གཅིག་གི་སོ་སོའི་ངག་འཆི་ངག་རྫུན་བཅད་ནས་ནི་གཅིག་གིས་གཅིག་ལ་ཆགས་སྡང་བསགས་པ་ཡིན་ན། ད་ལྟ་རི་ཆད་བྱས་པ་རེད། དེ་འདྲ་མ་ཡིན་པར་སོ་སོ་གང་སེམས་ཁོམ་ལ་འཕྲོད་པ་དེ་ཉམས་སུ་བླངས་ནས་བཞམས་པ་ལ་ད་ནི་དག་སྣང་སྦྱང་བ་ཡིན་ན་ད་ལྟའི་རིས་མེད་ལམ་ལ་འགྲིག་གི་ཡོད་རེད། ད་སྒྲ་ཡངས་འཇུག་གི་རིས་མེད་དེ་དེ་འདྲ་ཞིག་རེད། ད་ནི་ད་རིས་མེད་བཞམས་པ་ཅིག་དེ་ག་རེ་རེད་ཟེར་ན་རེ་བ། བོད་བརྒྱུད་ནང་བསྟན་གྱི་ཁྱབ་ཁོངས་ལ་བྱུང་བའི་དང་རིས་མེད་རིགས་གཅིག་ནི་ཞིག་ཡོད་རེད། སྤྱིར་བཏང་གི་སྔ་ཕྱི་ང་ཚོའི་ལོ་རྒྱུས་ཀྱི་སྟེང་ནས་བསམ་བློ་བཏང་ན། གསར་མ་པ། རྙིང་མ་པ། དེ་ནི་ས་དགེ་གང་ཉག་ཕན་ཚུན་གཅིག་གིས་གཅིག་ལ་ཡང་དགག་སྒྲུབ་བྱེད་པ་དང་གཅིག་གིས་གཅིག་གི་ཆོས་དད་ཅིག་རྣམ་དག་ཡིན་མ་ཡིན་དང་གཅིག་གཙང་མ་ཡིན་མ་ཡིན་ལ་སོགས་པའི་ཐོག་ལ་ཡང་ཕྱོགས་རེས་ཀྱི་ཐོག་ནས་ཕན་ཚུན་གཅིག་འཐེན་འཁྱེར་བྱེད་མཁན་དང་དགག་པ་བརྒྱབ་མཁན་ཡང་གཅིག་གི་གཅིག་ལ་མེད་པ་མ་རེད་མ་བྱུང་བ་མ་རེད་ཡོད་པ་རེད། ཡོད་པ་རེད། ཡིན་ན་ཡང་ཕྱོགས་གཞན་ཞིག་ནས་བསམ་བློ་བཏང་བ་ཡིན་ན། སྤྱིར་བཏོན་པ་གཅིག་གི་རྗེས་འཇུག་ཡིན་པ་བསམ་དུ་མ་ཟད་པ། མཁན་སློབ་ཆོས་གསུམ་གྱི་སྟེང་ནས་པོ་ཏི་དཔལ་བོ་སངས་རྒྱས་ཀྱི་བསྟན་པ། པོ་རྒྱུད་ནང་བསྟན་ཟེར་བ་མདོ་སྔགས་ཟུང་འཇུག་གི་བསྟན་པ་ཡིན་པར་གཅིག་པ། དེ་ནས་ད་ལྟའི་བར་དུ་བོད་བརྒྱུད་ནང་བསྟན་གྱི་ཁྱབ་ཁོངས་ཀྱི་བརྒྱུད་པ་དེ་ཚོ་ཡང་ཕན་ཚུན་གཅིག་གིས་གཅིག་ལ་ད་ཅིག་ཆུ་དང་འོ་མ་ནང་བཞིན་འདྲེས་གདབ་པ་ཞིག་ཡོད་རེད། འདྲེས་གདབ་པ་ཞིག་ཡོད་རེད། དེ་ཚོ་དངོས་བྱས་པའི་ཐོག་ནས་གཅིག་གིས་གཅིག་ལ་གུས་ཞབས་དག་སྣང། དེ་ནས་དཔེར་ན་གཅིག་གིས་གཅིག་གི་ཆུ་རྒྱུད་ཕན་ཚུན་གཅིག་གིས་གཅིག་གི་བླ་མ་དེ་ཚོ་བླ་སློབ་ཀྱི་འབྲེལ་བ་བཞག་ནས་ཆུ་གཡས་ལ་སོགས་པ་དེ་ནས། ཉམས་ལེན་དེ་ཚོ་ཡང་ཤོག་གི་ནང་ལ་སྦྲང་རྩི་དང་དེ་ནས་བུ་རམ་ནང་བཞིན་བྱས་ནས་སོ་སོ་གི་ཆུ་བརྒྱད་དེའི་ནང་ལ་ཡང་ཆུ་བརྒྱད་གཞན་པ་གི་ཅིག་ཅིག་བྱེད་དགོས་ར། དབང་ལུང་མ་ངེས་པའི་བརྒྱུད་པ་དང་ལེགས་ཆ། སྤྱིར་བཏང་གི་ལེགས་ཆ་མ་ཡིན་པ་ཞིག་ཆུ་ནང་ན་སྤྱད་ཡོད་དེ་ཡིན་ན་ཡང་དེ་དམིགས་བསལ་དེ་འདྲ་ཡིན་ན་སོ་སོ་གི་དེ་ཡང་སོ་ར་ཅིག་བརྒྱུད་པ་བླངས། སློབ་སྦྱོང་བྱས། ཉམས་ལེན་བྱས་ནས། ནི་དེ་ལྟ་བུའི་ཆུ་ཆར་པ་ཆུ་གྲོག་གི་ཚུལ་དུ་སོ་སོའི་ཉམས་ལེན་གྱི་ཡར་གཅིག་མཐུན་རྐྱེན་འཛིན་འགྲོ་བ། དེ་འདྲའི་ཡི་གེ་ཕྱག་ལེན་གནང་བ་དེ་ད་རིས་མེད་ཅིག་རེད། ད་ཡིན་ན་ཡང། རིས་མེད་དང་འདོད་མེད་གཉིས་ཀ་ཡང་གཅིག་པ་མ་རེད། རིས་མེད་ཟེར་བའི་ཁྱེད་རང་དུས་དཔེ་ཆ་བཞག་པ་ཡིན་ན་ཟེར་བ། གསང་སྔགས་རྙིང་མ་པ་ཞིག་ཡིན་ལ། དེའི་རི་བོ་དགེ་ལུགས་པ་དང་ས་སྐྱ་དང་བཀའ་བརྒྱུད་ཀྱི་ཆོས་ཤོད་ཆོག་གི་ཡོད་རེད། ཉམས་སུ་བླངས་ན་ཡང་འགྲིག་གི་ཡོད་ཡིན་ད་ཡིན། ཡིན་ནའང་ལེན་སྟངས་དེ་རང་ཉིད་ཀྱི་ཆོས་བརྒྱུད་གང་ཡིན་པ་དེ་འདི་ལ་ཆོས་ལུགས་ཟེར་བའི་ཐ་སྙད་དེ་བེད་སྤྱོད་མ་བཏང་ན་ཡག་པོ་ཡོད་རེད་ནམ་རྒྱུ་བོད་བརྒྱུད་ནང་བསྟན་ནང་འཁོར་ལ་ཆོས་བརྒྱུད་ཟེར་བའི་ཐ་སྙད་དེ་བེད་སྤྱོད་བཏང་དགོས། ཐ་སྙད་དེ་སྤྱད་སྟངས་འཚམ་འཚམ་ལ་མིའི་ལ་གོ་བརྡ་འཕྲོད་ཡག་དང་བག་ཆགས་བཞག་ཡག་ལ་ཧ་ཅང་གནད་འགག་ཆེན་པོ་ཡོད་འདུག་ཆོས་བརྒྱུད་གང་ཡིན་པ་དེའི་གཞི་ལམ་འབྲི་སའམ་དང་ནི་ཅིག་འགྲོ་སྟངས

དཔེ་ཞེས་ཕྱག་བཞག་པ་ཡིན་ན་བུ་གངས་ཅན་གྱི་ལྗོངས་ལ་རིས་མེད་ཟེར་བ་འོང་ན། ད་གཅིག་ཚ་གཞི་འཛིན་ས་གི་གཙོ་བོ་གཅིག་དེ་དཔེར་ན་རྒྱ་གྲོང་རྔ་པ་ལྟ་བུ། དེའི་ནང་ནས་ཀྱང་ད་དུང་དེ་གི་སྐར་ཆེན་པོ་གཅིག་དེ་འཇམ་དབྱངས་མཁྱེན་བརྩེ་དབང་པོ་དང། འཇམ་མགོན་གོང་བཀྲུ་བློ་གྲོས་མཐའ་ཡས་དེ་མཁྱེན་གོང་རྣམ་གཉིས་ལྟ་བུ། འོ་དེ་ཚོའི་རིགས་འདི་བུ་གངས་ཅན་གྱི་ལྗོངས་ཀྱི་རིས་མེད་ལྟ་བུ་ཡོད་རེད་དམ། རིས་མེད་དམ་པའི་བདག་པོ་རིས་མེད་དམ་པའི་གཙུག་རྒྱན་ཨོ་དེ་འདྲའི་ལབ་པ་ཡོད་རེད། རྟགས་ཡིན་ན་ཡང་དེ་ཚོ་གི་རྟགས་ངོ་ན་དཔེར་ན། འཇམ་མགོན་ཀོང་སྤྲུལ་དང་ཁོང་རྣམ་པ་གཉིས་ཀྱི་བསྒྲིགས་པའི་གདམས་ངག་མཛོད་ཀྱི་ནང་ན། སྒྲུབ་དཀྱིལ་ཤིང་རྟ་ཆེན་པོ་བརྒྱད་ཀྱི་མ་ངེས། འོག་མའི་ནང་གི་རྟགས་བཅུ་དེ་མར་ནང་བཞིན་གཅིག་མདོར་ན་གདམས་ངག་ཐམས་ཅད་ཀྱི་བཅུད་དེ་གདམས་ངག་མཛོད་ཟེར་བ་དེའི་ནང་ལ་རྩེར་བསྒྲིགས་ཡོད་པ་དང། དེ་ཡང་བརྒྱུད་པ་ཆད་ཀྱི་ཉེན་ཁ་ཡོད་པ། ཉེན་ཁ་ཆད་རྫ་དྲག་དྭངས་སང་ཀ་ཡིག་ཡིན་ན་ཉེན་ལྡན་ཀ་ཡིག་ཟེར་བ་ཅིག་འདུག་བ། ཨང། སྐབས་དེ་ལ་ཡང་ཅིག་བོད་ཀྱི་ཆོས་བརྒྱུད་སོ་སོ་དགོས་ཅིག་གདམས་ངག་དང་དེ་འདྲའི་གི་ཕྱོགས་ལ་ཡང་བརྒྱུད་པ་ཆད་གྲབས་ཡོད་པའི་ཉེན་ལྡན་གི་བརྒྱུད་པ་དེ་ཚོ་དམིགས་བསལ་གི་དམིགས་ཀྱིས་བཀག་ནས་ཡོད་བ། ཨ་ནི། རྒྱུན་རང་ངོ་གནས་པའི་ཆེད་དུ་ཕྱོགས་སྒྲིག་གནང་ཡོད་བ་དང། ད་ལྟ་ཡང་དེའི་བརྒྱུད་པ་དེ་བཞུགས་བཞིན་པ་རེད། བཞུགས་པ་ཙམ་དུ་མ་ཟད་ད་ཀྱེའུ་དམ་པ་རྣམས་ཀྱིས་ཕན་ཚུན་གཅིག་གིས་གཅིག་ལ་དཔེ་ཕུལ་ཡོད་རེད། ད་དེ་ལྟ་བུའི་བརྒྱུད་པ་དེ་གི་ནང་ལ། དཔེར་ན་རི་བོ་དགེ་ལུགས་པའི་བརྒྱུད་པ་ཡིན་ན་ད་བཀའ་གདམས་གསར་མ་དང་འབྲེལ་བའི་ཐོག་ནས་མང་པོ་ཡོད་རེད། ཡིན་ན་ཡང་སྒྲིག་མཁན་དེ།

བསྒྲུབ་རྒྱུ་ཤིང་རྟ་རྒྱག་གི་མམ་ཡང་འགྲིག་གི་ཡོད་རེད། ཡིན་ན་ཡང་དེའི་སྐབས་སུ་དགེ་ལུགས་པའི་བཀག་སྡོམ་གསར་མ་དང་འབྲེལ་བའི་ཆོས་སྐོར་བསྒྲིགས་ཡོང་དུས་དེ་རྙིང་མ་གི་འགྲོ་སྟངས་ཀྱི་ཕར་བཀབ་ནས་ཡོད་རེད། རྙིང་མ་གི་འགྲོ་སྟངས་དེ་གི་དང་ཕར་སྤྲད་སྤྲད་བཏང་ནས་ཡོད་རེད། རྩམ་པ་དང་མར་དང་ཆུ་ར་ནང་བཞིན་གྱི་བར་རྡོག་རྡོག་གཅིག་བཟོས་བཞག་པ་དེ་འདྲ་ཡོད་མ་རེད། སྨྲས་པ་ཙམ་དུ་མ་ཟད་འཇང་དགུན་ཀོང་ཀྲོར་དང་ཁོང་རྣམ་པ་གཅིག་གི་རྣམ་མཁྱེན་ཕྱག་ལེན་ལ་ཡང་དེ་འདྲ་ཡིན་ཀི་འདུག་བ། ཧ་ཅང་གི་ཏོག་ཏོག་ཏན་ཏན་ནན་ཏན་ཆེན་པོའི་སྒོ་ནས་དེ་ནི་གསར་མ་ཡིན་ན་གསར་མའི་ལུགས་གཞིར་བཞག་རྙིང་མ་ཡིན་ན་རྙིང་མའི་ལུགས་གཞིར་བཞག་གསར་མ་ནང་ནས་ཀྱང་ནི་ད་ཅིག་དེ་གི་ས་དགེ་བཀར་ཉང་མ་རེད་འདི་གི་བཀར་རྒྱུད་སར་སྐྱ་ཇོ་ནང་ད་ཅིག་དགེ་ལུགས་གང་འདྲ་ཡིན་ན་སོ་སོ་གི་བཀའ་སྲོལ་བཀའ་སྲོལ་ཟེར་བ་ཅིག་ཡོད་རེད་བ། རྩ་བ་བརྒྱུད་པ་དང་བརྩིས་པའི་བླ་མ་རྣམས་ཀྱི་ཕྱག་བཞེས་མ་ངག་ནས་ཅིག་ལག་ལེན་གྱི་འགྲོ་སྟངས་ཅིག་ཡོད་དེ་ད་ག་རང་གཞི་བཟུང་བྱས་ཀྱི་འགྲོ་ཡོད་རེད། དེ་དང་དུ་མ་ཚོ་ཐ་ན་རྙིང་མ་ཡིན་ན་ཡང་ཁོ་རང་གི་གཏེར་གཏེར་སྟོན་སོ་སོ་གི་འགྲོ་སྟངས་གཏེར་མའི་འགྲོ་སྟངས་བཀའ་མའི་འགྲོ་སྟངས་དེ་མ་འདྲ་བ་ཞིག་ཡོད་རེད། དེ་ཚང་མ་རྙིང་མ་ཡིན་པའི་རྒྱུ་མཚན་ཙམ་གྱིས་ཚང་མ་སུ་རེད་བཀྲེས་བཀྲེས་གཏང་གི་ཡོད་མ་རེད་ད། དེ། མཁྱེན་དགོངས་རྣམ་གཉིས་གཅིག་པུ་མ་རེད། རྒྱུ་མཚན་བྱིས་པའི་གང་ཟག་སྐྱེ་བོ་དམ་པ་ཚང་མས་དེ་འདྲའི་རང་སྣང་གི་ཡོང་རེད། རྒྱ་གང་ང་བ་གི་ཡང། སྔ་འགྱུར་ད་རུ་དགེ་ལུགས་པའི་ཕྱོགས་ཡིན་ད་ཡིན། སྔ་འགྱུར་རྙིང་མའི་ཕྱོགས་ཀྱི་དཔེར་ན་བྱང་གཏེར་གི་ད་རིག་འཛིན་གདུང་སྒྲུབ་ལ་སོགས་པ་ཆོག་ཁྲིགས་མཛད་ཡོད་རུང། ཨ་ནི་དེ་ད་ཅིག་སྔོན་གྱི་སྔ་འགྱུར་རྙིང་མ་རང་རྐང་གི་གཏེར་སྟོན་དང་ཁྱད་པར་དུ་བྱང་གཏེར་རང་གི། དཔེ་གཞུང་གཞིར་བཞག་བྱས་ནས་འགྲོ་གི་ཡོད་རེད་ད། དེའི་ནང་བཞིན་ཅིག། དཔེར་ན་ཁོང་གི་ལམ་འབྲས་ལ་སོགས་པ་ཡང་དེ་འདྲའི་གསེར་ཕྱོགས་འཁྲིག་ཙེ་ནང་འདྲ་དེ་འདྲའི་ནང་ཡོད་རེད། དེ་ལམ་འབྲས་ཡིན་ན་གསར་སྐྱེས་གསར་ངོར་གསར་གསུམ་དང་སྔོན་གྱི་གསར་སྐྱེས་རྟགས་མཚན་གྱི་སྐྱེ་བོ་རྣལ་མ་རྣམས་ཀྱི་གསུང་གཞིར་བཞག་བྱས་ནས་འགྲོ་གི་ཡོད་རེད། དེ་འདྲ་བྱས་ཏེ། ཁྱོད་རང་གི་ངོས་ནས་གཞན་གྱི་ཆོས་བརྒྱུད་སོ་སོ་ལ་དད་པ་དག་སྣང་བྱས། དེའི་རྒྱུན་དུ་ནི་དཔེར་ན་ད་ལྟའི་ང་ཚོས་ད་དཔེ་མཚོན་གྱི་ཐོག་ནས་བཤད་པ་ཡིན་ན། ཁྱེད་རང་གི་རི་བོ་དགེ་ལུགས་པའི་དཔེར་ན་དགའ་ལྡན་ཁྲི་པ་ལྟ་བུ། དཔེར་ན་དཔའ་ལྡན་ས་སྐྱ་པའི་ད་ས་སྐྱ་གོང་མ་ལྟ་བུ། ཨེ་བཀའ་བརྒྱུད་པའི་ཡིན་ནའང་དེ་ནང་བཞིན་ཅིག་ད་ལྟ་ཤར་བཞུགས་པའི་ཡང་ད་དེ་གི་རྒྱལ་བློན་ཀརྨ་པ་ཟེར་བ་འདྲ་བོ་ད་ང་ཚོ་གི་དེ་གི་འབྲི་གུང་སྐྱབས་མགོན་ལྟ་བུ། ད་སྔ་འགྱུར་རྙིང་མ་པ་ཡིན་ན་ཡང་ད་དེ་སྐྱེས་བུ་དམ་པ་མང་པོ་ད་ལྟ་བཞུགས་བཞིན་པ་ཡང་ཡོད་རེད་བ་ད། དེ་དག་ཕན་ཚུན་གྱི་མདུན་ནས་ཆུ་བཞི་ཆགས་ཀྱི་ཡོད་རེད། ཡོད་རེད་དེ། གང་ཞིག་གི་ཆུ་དེ་ཚོ་གི་སོ་སོ་གི་དཔེར་ན་དགོན་པའི་ནང་ཚུར་ཡོང་ནས་རེད་བ། སོ་སོ་གི་དགོན་པའི་ལུགས་སྲོལ་བསྒྱུར་བཞག་ཡ་འདྲ་བ། ཡང་ཁྱོད་རང་ཆུ་གྲྭ་ས་གཅིག་ལ་སོང་ནས་གྲྭ་ས་དེ་ནས་སློབ་སྦྱོང་བྱས་ན་ཡང་དེའི་སློབ་སྦྱོང་བྱས་པ་རྒྱུ་མཚན་དུ་བྱས་ནས་སོ་སོའི་རྩ་བའི་གི་དེ་གི་ཆུ་སྒེར་གང་ཡིན་པ་དེའི་ལུགས་སྲོལ་དེ་བརླག་དགོས་ཡ་འདྲ་བ། དེ་ཡོད་མ་རེད་བསམ། དེ་རིགས་མི་སྐྱེ་སྟངས་མ་ཤེས་རེད་དེ་ཉོག་དྲ་གི་ཡང་ཅིག་གཞི་རྩི་གི་ཡོད་རེད་བ། ཨོ་དེ་འདྲས་རེད། དེ་འདྲ་ཡིན་དུས་རིས་མེད་ཟེར་བ་དེ་སོ་སོ་གང་ཡིན་པ་དེ་མེ་ཏོག་གང་ལ་ཕོག་པའི་ལྷ་དཀར་རྩ་བའི་སོ་སོ་གི་ཅིག་ཆུ་བརྒྱུད་དེ་གི་ལམ་ལུགས་སུ་རུ་འགྲོ་སྟངས་གང་ཡིན་པ་དེ་གཞིར་བཞག་བྱས་ནས་དེའི་ཐོག་ལ་གཞམ་པ་དེ་ཚོ་གི་ད་ཅིག་སོ་སོ་གི་སློབ་སྦྱོང་དང་ཉམས་ལེན་བྱེད་གལ་ཏེ་སློབ་སྦྱོང་དང་ཉམས་ལེན་དམིགས་བསལ་མ་དོར་ན་གང་ལྟར་ཡང་འབྲེལ་འཇོག་བཅས་ད་པ་ཏག་ནང་བཅས་ནས་ཏན་ཏིག་བྱས་ནས་བཞག་ཡག་དེ་གི་རིན་པའི་ཆ་གི་ཡོད་ད་དེ་རེད། ཡང་གང་ཟག་སོ་སོའི་ནུས་པ་མ་འདྲ་བ་རེད་བ་ཚང་མ་སྐྱེ་ཁམས་རྣམ་གཉིས་དང་རྒྱལ་ཁམས་ལྔ་པ་ལྟ་བུ་དང་ད་ཅིག་ང་ཚོ་གི་སྔོན་ཆད་རྫ་བབ་གྲོལ་དང་ཅིག་དེ་གི་ཤ་འཁོར་ཚོགས་དྲུག་རང་གྲོལ་ཟེར་བ་ལྟ་བུ་དེ་འདྲིས་དཔེ་མང་པོ་ཡོད་རེད་བ་རིས་མེད་ཀི་སྐྱེས་དམ་པ་ཡོད་ཚ་ཞིག་དེ་འདྲིས་མཐོན་པོ་དེ་ནང་བཞིན་ད་ཅིག་ཡོང་དགོས་གི་མ་རེད་ད། དེ་བཞིན་དུ་དཔེ་ཆ་བཤད་པའི་སྐབས་སུ་ཡང། དཔེར་ན། དགེ་ལུགས་པའི་དགེ་བཤེས་ཅིག་རྙིང་མ་གི་ཅིག་མཁན་པོ་ཞིག་གིས་སོ་སོ་གི་ལུགས་སྲོལ་གཞིར་བཞག་བྱས་ནས་དཔེ་ཆ་བཤད་ཡོང་དུས། ཚབ་མ་གི་འགྲོ་སྟངས་ཁྱད་པར་དུ་དང་དབུ་མ། མདོར་ན། ད་ང་ཚོ་གི། ཆོས་ལུགས་རིས་མེད། ཟེར་བ་དེ་ད་ལྟ་བཤད་པ་ནང་བཞིན་རེད། ཕན་ཚུན་གཅིག་གིས་གཅིག་ལ་དད་པ་དང་དག་སྣང། བརྩི་བཀུར། མོས་གུས། ཕྱི་རོལ་མི་རྟག་པ་དང་ནི་གཅིག། ཆོས་ལུགས་གཞན་པ་དང་ནང་པ་གི་བར་དེ་ནི་བརྩི་བཀུར་དང། གུས་ཞབས་ཡོད་ས་རེད་མ་གཏོགས་ད་དད་པ་ཟེར་བ་དེ་ཕར་ཆེར་ཡོང་གི་ཡོད་མ་རེད། གང་རེད་ཟེར་ན་དད་པ་ཟེར་བ་དེ་རང་གི་ནང་པ་སངས་རྒྱས་པ་ཞིག་ཡིན་པ་ལ་དེའི་སྐྱབས་སུ་འགྲོ་བའི་རྒྱུ་དད་པ། དེ་ལ་བརྟེན་ནས་རང་ཉིད་དཀོན་མཆོག་གསུམ་ལ་ཡིད་ཆེས་པའི་དད་པ་གི་ཐོག་ནས་དཀོན་མཆོག་གསུམ་གྱི་རྗེས་སུ་འཇུག་དུས་དེ་ལ་དད་པ་ཡོང་གི་ཡོད་རེད་མ་གཏོགས་གཞན་པ་ཚང་མ་ལ་དད་པ་བཞག་བཞག་ཨ་ཏི་ཅི་ཡོད་མ་རེད། དེ་ནང་བཞིན་ནང་པ་གི་ནང་ནས་ད་ལྟ་ཞུས་པ་ལྟར་དུ་རེད། བོད་ཀྱི་ཆུ་བཞི་ཆེན་པོ་དཔེར་ན། ད་བོད་ཀྱི་ནང་བསྟན་གྱི་དེ་གི་ཆུ་བཞི་ཆེན་པོ་རྣམས་ཀི་བར་ལ་ཡང། སོ་སོ་གཅིག་གི་གཅིག་ལ་དད་པ་དང་མོས་གུས་ཡོད་པའི་ཐོག་ནས། དེ། གུས་ཞབས་བྱེད་དགོས་ཀི་ཡོད་རེད། ད་ཡིན་ན་ཡང་དེ་དང་མཉམ་དུ་རང་རང་སོ་སོ་གི། ཐུན་མོང་མ་ཡིན་པའི་ལུགས་སྲོལ་གཅིག་ཡོད་རེད་པ། དེ་མི་སྙན་པ་ཞིག་སྟེ། ཁོ་དངོས་གྲུབ་ཆ་རྐྱེན་འདྲ་བོ་ཞིག་ལ་བཞག་ན་འགྲིག་གི་རེད་བསམ་གི་ཡོད་རེད་ད། དེ་རེད་ད། རེད་ད། འཇམ་མགོན་མཁྱེན་གོང་རྣམ་གཉིས་ལྟ་བུ་དང་སྐྱེས་བུ་དམ་པ་དེ་འདྲའི་དང། ཡང། མང་པོ་ཞིག་གི་ཆོས་ལུགས་ཚང་མ་གི་དེ་འདྲའི་གི་དེ། ཡི་དམ་གི་བསྙེན་སྒྲུབ་རེ་ཅིག། མ་ངག་གི་ཉམས་ལེན་ཚང་མ་ལག་ལེན་གྱི་ཐོག་ནས་ཉམས་ལེན་གནང་གི་ཡོད་རེད་ད། གཅིག་རེད་གཅིག་རེད་ཅེས་ཡིན་ན་ཡང་སྤྲོས་བྲལ་གཏང་གི་ཡོད་མ་རེད། ད་ཡིན་ན་ང་ཚོ་སྤྱིར་བཏང་གི་མི་ཞིག་ཡིན་ན་སོ་སོ་གི་སློབ་སྦྱོང་བྱེད་པའི་སྐབས་སུ་ད་ཟ་གི་སྐར་མྱང་སུའི་གཞུང་ལུགས་ལ་སློབ་སྦྱོང་བྱས་ན་འགྲིག་གི་ཡོད་རེད་དེ། ཡིན་ནའང་སོ་སོའི་སྐྱེ་བ་འདི་ལ། ཆུ་རུལ་ཆུ་བརྒྱུད་གང་གི་རྗེས་འབྲང་ཡིན་ན། ད་ཆུ་བརྒྱུད་དེའི་ལུགས་སྤྲུལ་བཞུར་བཟང་བྱས་ནས་འགྲོ་བཞག་པ་ཡིན་ན་བརྟན་པོ་ཡོད་རེད་ལ། དེ་དགེ་མཚན་ཆེ་བ་ཡོད་གི་ཡོད་ས་རེད། ཨང། དེ་འདྲ་རེད། ད་ཡང་དེ་དང་མཉམ་དར་བ་དེང་སང་དེ་འདྲ་ཡོད་རེད་དཔེར་ན་སྙིང་མི་མཁན་པོ་ཞིག་གི་ཆོས་ཅིག་བཤད་ན་འདྲ་ས་སྐྱ་དང་ད་བཀའ་བརྒྱུད་འདྲ་ཡང་དགེ་ལུགས་པའི་དགེ་བའི་བཤེས་གཉེན་དགེ་བཤེས་དེ་འདྲ་ཞིག་གི་ཆོས་ཤིག་གསུང་གི་ཡོད་ན། དེའི་སྐབས་སུ་དཔེར་ན་དབུ་མ་དང་ད་ཅིག་མངོན་པ་གཙོ་བོ་དེ་གི་ཤེར་ཕྱིན་དང། དེ་འདྲའི་གི་དེ་འདྲའི་གི་སྐོར་གི་ལྟ་གྲུབ་གི་དེ་གི་བཀའ་མོལ་དེ་ཚོ་གནང་ཡོང་དུས། རྙིང་མ་ཡིན་ན་ད་ཅིག་ཀུན་ཀྱང་རོང་ལུང་རྣམ་གཉིས་དང་མི་ཕམ་འཇམ་མགོན་མི་ཕམ་ཟེར་བ་འདྲ་བོ། སར་སྐྱ་ཡིན་ན་བཀའ་ཤག་སྟག་བསམ་དང་ད་གཙོ་བོ་ཅིག་དེ་གི་ཀུན་མཁྱེན་གོ་རིམ་ཟེར་བ་འདྲ་བོ། བཀའ་བརྒྱུད་ཡིན་ན་ཡང་ད་ཅིག་ཀརྨ་པ་མི་བརྒྱུད་རྡོ་རྗེ་ལ་སོགས་པ་དང། རི་བོ་དགེ་ལུགས་པ་ལ་ཡང་དེ་ནང་བཞིན་གྱི་དཔེར་ན། GR ཞེས་གསུངས་ད་གཞིར་བཟུང་བྱས་ནས་འབྲུག་ཡོད་རེད། དེ་འདྲ་ཡིན་དུས་ཁོང་རྣམ་པ་གི་མཐར་ཐུག་གི་འབབ་ས་དེ་གཅིག་ཡིན་ན་ཡང་གྲུབ་མཐའ་ཟེར་བ་དེ་བཤད་ཡོང་དུས་ཡང་སོ་སོ་སོ་སོ་གི་གསང་སྟངས་རེ་ཡོད་གི་ཡོད་རེད། དེ་ཚང་མ་གཅིག་གྱུར་ཡོང་དགོས་གི་ཡོད་མ་རེད་ཡང་ཐུབ་གི་ཡང་ཡོད་མ་རེད། དེ་ལྟ་ནི་མ་གཏོགས་རྙིང་མ་གི་ཡིན་ན་མཚམས་མཚམས་རྒྱུ་མཐར་གསང་བ་སྙིང་པོ་གཅིག་ཡིན་ན་ཡང་ཨ་ནེ་གཅིག་རྒྱ་ཆེ་བ་དཀར་མཛེས་ཟུར་བ་ཟེར་བ་ཟུར་པ་ཟེར་བ་ལྟ་བུ་དང་ནི་གཡང་གཅིག་ཀུན་མཁྱེན་རོང་ལུང་གི་དགོངས་པ་དེ་ཚོ་གི་ལ་ཡང་འཛིན་མཚམས་དང་འདྲི་ཤེས་སྐྱབས་དང་མ་འདྲ་བ་ཡོང་གི་ཡོད་རེད། དཀར་རྒྱུ་ཡིན་ན་དེ་ག་རང་རེད་ཟར་སྐྱ་ཡིན་ན་དེ་ག་རང་རེད་བ། དཔེར་ན་གི་པར་བརྫུན་ཟར་སྐྱ་པའི་གི་ད་ཤེར་བཞེངས་གི་འགྲེལ་པ་གི་ངོས་ནས་བསམ་བློ་བཏང་ན་ཡང་ཐ་ན་ད་ཀུན་མཁྱེན་རོང་སྟོན་ཆེན་པོ་དང་ནི་ད་གོ་རིམ་གཉིས་ཀ་ཡང་ད་གཙོ་བོ་བླ་སློབ་ལྟ་བུ་དེ་འདྲའི་རེད་དེ་ཡིན་ནའང་དེ། གམ། དེ་འདྲའི་འགྲེལ་སྟངས་མ་འདྲ་བ་ཡོང་གི་ཆོག་རེད། ཡིན་ནའང་དེའི་རྒྱུ་མཚན་དུ་བྱས་ནས་རྩ་བའི་ཆ་ནས་དེ་དག་གི་བར་ལ་འགལ་འདུ་ཞིག་ཡོད་པ་དང་གཞི་ལམ་འབྲས་གསུམ་དང་དེ་གཉིས་ཀྱི་ཉམས་ལེན་དང་ཉམས་ལེན་ལ་བརྟེན་པའི་གྲུབ་འབྲས་ཀྱི་ཆ་ནས་གཅིག་ཡིན་པ་དང་གཅིག་མིན་པ་དེ་འདྲའི་གི་སྐོར་རང་ཆོས་དང་ཆོས་མིན་གྱི་དེ་འདྲའི་གི་གཅིག་འབྲེལ་བ་ཞིག་ཡོད་པ་དེ་འདྲ་ཡོད་མ་རེད། དེ་བས་མེད་པ་ཡིན་དུས་སོ་སོ་སོ་སོར་སོར་བཞག་བྱས་ནས་འགྲོ་དགོས་པར་ལྟ། དེ་ཡིས་འགྲོ་དུས་ཡང་མཚམས་མཚམས་ལ་གཞན་ལུགས་བཀག་རང་ལུགས་བཞག་དེ་ལ་རྩོད་པ་སྤོང་སེ་འོང་དུས་སོ་སོ་སོ་སོའི་ལུགས་སྤྲོད་ལྟར་དུ་འགྲོ་དགོས་པར་ལྟ། ཡིན་ནའང་དེ་དེ་ཅིག་གྲུབ་དུས་ཆགས་སྡང་ཞིག་ལ་གོ་བ་བླངས་ན་དེ་གཏན་ནས་འགྲིག་གི་ཡོད་མ་རེད། ད་དེ་འཆར་ཅན་ཅིག་རེད་བ། གྲྭ་ས་ཅིག་དང་ཤར་བྲག་གི་ཤར་སྒྲུབ་ཀྱི་སྟེགས་གནས་ཤིག་ཡིན་ནི་དཔེ་ཁྲིད་དགེ་རྒན་ཅིག་ཡིན་ན་ཁོང་རང་གི་གསུང་སྟངས་ཐུན་མོང་མ་ཡིན་པ་དེ་གཞིར་བཟུང་བྱས་ནས་འགྲོ་དགོས་པ་རེད། དེ་ལ་ཐུན་མོང་མ་ཡིན་པའི་དོན་གཅིག་གི་ཁོར་ཚོར་བ་ཡོད་པའི་ཐོག་ནས་དེ་གི་ལུགས་སྲོལ་དེ་ཟིན་དགོས་པ་རེད། དེ་དང་མཉམ་དུ་རེད་པ་ང་ཅོ་འདྲ་བོ་ཡིན་ན་ད་ཆོས་སོ་སོ་ཀྱི་ས་ཁུག་ལོངས་ཁུག་འདྲ་ཅེས། དེ་ནས་ཀྱི་སོ་སོ་ཀྱི་ཡིག་ཆ་མ་གཏོགས་གཞན་པའི་ཡིག་ཆ་ལ་ལྟ་ཀློག་བྱེད་པའི་གོམས་གཤིས་འདྲ་མེད་དེ་སེམས་ཀྱི་སྟེང་ནས་ཀྱང་ནི་སོ་སོ་དེ་ཨང་དང་པོ་ཡིན་གཞན་པ་དེ་ཕྱི་དགྲ་ཡིན་ས་མ་རེད་བསམ་མཁན་དེ་འདྲའི་གི་བསམ་བློ་འཁུར་ལྡན་མཁན་ཡོད་ཡོད་རེད། དིང་སང་དེ་ཉུང་རུ་གྲུབ་ཡོད་རེད་ད། དེ་རྒྱུ་མཚན་མང་པོ་ཡོད་རེད། དཔེ་ཆགས་རྒྱག་པ་ཡིན་ན། ས་དགེ་བཀའ་ཉག་ཚང་མ་གི་ཆུ་བྱི་གྲུབ་མཐའ་གཞང་གི་དགེ་བའི་བཤེས་གཉེན་རྣམས་དང་བཀའ་མོལ་གནང་ཡ་དང་མཉམ་དུ་སྒྲོག་ལང་བྱེད་ཡ་དང་དེ་ནས་ཅིག་མཉམ་དུ་བླ་མ་གཅིག་གི་མདུན་ནས་ཆོས་ཞུ་ཡ་ལ་སོགས་པ་དེ་བཞིན་གྱི་གོ་སྐབས་དེ་མང་ཡང་ཡོང་གི་ཡོད་རེད། དེ་ནས་ང་ཚོ་ད་ལྟ་ཤར་བཞུགས་པའི་གོང་ས་སྐྱབས་མགོན་ཆེན་པོ་མཆོག་དབུ་དབྱི་པའི་དེ་ནས་དེ་ནས་བླ་མ་ཆེན་པོ་ཚང་མ་ཡང་ངུ་ངེས་གི་ངེས་པ་སྟོན་གྱི་དེ་གི་རིས་མེད་ཀྱི་ཆོས་ལུགས་ཚང་མ་ཆུ་བྱི་ཚང་མ་གི་བར་ལ་ཡང་དེ་ནས་ག་རེ་བྱེད་དགོས་རེད། གཅིག། དག་སྣང་དང་མོས་གུས་ཀྱི་དཀར་འཇིམ་ཡུག་གཅིག་ཏུ་དྲིལ་བ་དེ་འདྲའི་གྲོགས་རེད་བ། དེའི་རྒྱུ་མཚན་གྱིས་ང་ཚོ་འོག་ལ་ཡང་དེའི་ཕན་ཚུན་གྱི་བར་ན་སྔར་ལས་ལྷག་པའི་རྒྱུས་ལོན་དང་མཁྱེན་རྟོགས་ཡོང་གི་ཡོད་རེད། ཡོང་དུས་སོ་སོ་ཀྱི་བསམ་བློ་གཏོང་སྟངས་གཅིག་པུ་དེ་ཨང་དང་པོ་རེད་བསམ་པའི་སེམས་ཀྱི་སྟེང་གི་དེའི་ངར་འཛིན་དེ་ཆུང་བར་བཏང། ཡིན་ན་ཡང་སོ་སོ་སོ་སོ་གང་ཞིག་ཡིན་ན་དཔེར་ན་སོ་གི་སྨན་པ་ཞིག་ཡིན་ན་ཁོ་རང་གིས་སོ་གི་དག་གི་དེ་བསྐོར་ཏེ་ཨང་དང་པོ་ཁོ་རང་གི་ལག་རྩལ་རེད་དེ་ཁོ་རང་འགན་འཁུར་དགོས་རེད་བ། མིག་གི་སྨན་པ་ཡིན་ན་ཁོ་རང་ཡིན་ན་ཚང་མ་གཟུགས་པོ་གི་དག་གི་ཆ་གཅིག་གར་ཆེན་པོ་རེ་རེ་ལ་སྨན་བཅོས་བྱེད་མཁན་རེད་འདི་ཡག་ཤོས་རེད་འདི་སྡུག་ཤོས་རེད་ཟེར་ཡ་མེད་རེད། ཡིན་ནའང་དེ་དེ་ལ་དེ་ལྟ་ཁོ་ལ་ཡིན་མིན་ནང་ནས་ཁ་ཁ་ཞིག་ཡོད་རེད། དེའི་ནང་བཞིན་ཅིག། ཆོས་བརྒྱུད་སོ་སོ་ལ་སོ་སོའི་ཐུན་མོང་མ་ཡིན་པའི་སྐབས་བབ་དང་ཐུན་མོང་མ་ཡིན་པའི་གསུང་སྟངས་དང་ཐུན་མོང་མ་ཡིན་པའི་ཕྱག་བཞེས་ཡོད་པ་དེ་ཚོ་ཡིན་གཅིག་མིན་གཅིག་གི་ཁོ་རང་གི་དེ་གཞིར་བཟུང་བྱས་ནས། དེ་ནས་དེ་མ་ཡིན་པ་དེ་ཚོ་ལ་དག་སྣང་བྱེད་པ་དེ། འོ་ད་དེ་རིས་མེད་ཟེར་ན་དེ་འདྲས་ཤིག་རེད། ད་ལྟའི་མ་ཡིན་པའི་ཡང་རིས་མེད་ཟེར་འོང་དུས་མཚམས་མཚམས་ན་ཤ་ཁྲབ་ཀྱི་སྟེགས་ནས་དེ་འདྲ་གི་ནང་ན་ཆུ་བརྒྱུད་ཚང་མ་གི་དཔེ་ཁྲིད་བྱེད་ཀྱི་ཡོད་པ། དེ་འདྲའི་གི་ཅིག་ཐུན་མོང་གི་དཔེར་ན་ད་སློབ་ཚན་དེ་འདྲ་བོ་ཡིན་ན་ཡང་ཚང་མ་དེ་ས་དགེ་བཀར་ཉག་ཚང་མ་རིས་མ་ཆད་པ་སློབ་སྦྱོང་བྱེད་ཡ་ཡོད་པ་དང། དེ་འདྲའི་གི་ཐོག་ནས་གཞི་རྩའི་གི་ཁོ་རང་ད་དེ་གི་དེ་སྒྲོམ་གཞི་ཁོ་རང་དེ་འདྲའི་གི་དེ་གི་རིས་མེད་ཟེར་བ་འདྲ་བོ་དེ་འདྲ་ཅིག་ཡོད་ས་རེད། ད་ལྟ་ཡིན་ན་ཡང་དེ་སྤྱི་དང་མཚམས་མཚམས་དེ་འདྲ་ཡོད་རེད་མ་གཏོགས་ད་མཐའ་གཅིག་ཏུ་དེའི་རིགས་དེ་གི་དེ་གནས་སྐབས་ཀྱི་དེ་འདྲའི་གི་ཡང་བཤད་སྒྲུབ་ཀྱི་ག་རེ་ཟེར་དགོས་སྟེང་ནས་གཞན་པ་མང་པོ་ལ་འགྲོ་མ་དགོས་པར་ས་ཆ་གཅིག་ནས་ཆོས་རྗེ་ཚང་མ་གི་སྐོར་ལ་དེ་ནས་ཐུགས་བསམ་སློབ་གཉེར་བྱེད་མཁན་དེ་འདྲ་ཡིན་ན་ཕན་ཐོགས་ཀྱི་ཡོད་རེད་ད་ཡིན་ནའམ་དེ་རེད་དེ་ཡིན་ན་ཡང་ཆུ་བྱི་ཚང་མ་ལ་ཤ་ཁྲག་ཚང་མ་དེ་འདྲིའི་གི་ངོ་བོ་ཞིག་ལ་པར་བསྒྱུར་དགོས་ཡོད་དང་དག་དེ་འདྲི་ད་མ་རེད་བ་དེ་འདྲི་རེད། དེ་འདྲ་ཡིན་དུས་ད་སྐབས་སྟོན་གི་ང་ཚོ་གི་ནམ་རྒྱུན་རུས་མེད་ཟེར་བ་དེ་ག་འདྲ་རེད་ཟེར་ད་རིས་སུ་མ་ཆུད་པའི་རུས་མེད་དེ་ག་འདྲ་རེད་ཟེར་ན་འོ་ད་སོ་སོ་གི་དེ་གི་རུ་ལམ་ལུགས་ཟུར་དེ་གཞིར་བཟུང་བྱས་དེ་མ་ཡིན་པ་གཞན་པ་ཚང་མ་ལ་ད་ཕ་དང་མོ་གི་དག་སྣང་བྱས་དེ་ཡང་ཚང་མ་དེ་ངོ་བོའི་ཆ་ནས་ད་དཔེར་ན་དཔལ་ཆེན་བློ་བཟང་ཆོས་རྒྱལ་ལ་སོགས་པའི་གསུང་བ་ནང་བཞིན་རེད། རྒྱལ་བ་ཐམས་ཅད་ཡེ་ཤེས་ལྷུན་རྟགས་གཅིག་ཡིན་འདི་གི་དོན་ལ་སངས་རྒྱས་དང་བྱང་ཆུབ་སེམས་དཔའི་རྣམ་སྤྲུལ་དང་མཐར་བརྟེན་ན་ཚང་མ་དེ་ད་ཅིག་དེ་འདྲའི་གི་སངས་རྒྱས་ཤེག་རྒྱ་ཐུབ་པ་གི་ད་དམ་པ་འདི་འཛིན་སྐྱོང་སྤེལ་གསུམ་བྱེད་མཁན་གི་བདག་ཉིད་ཅན་གྱི་དེ་གི་དེ་སྐྱེ་བོ་དམ་པ་ཡིན་པར་གཅིག་མཚུངས་ཡིན་པ། པ་དེ་འདྲའི་ཅིག་ལ་གོ་བ་ལངས་ནས་མོ་གུས་སྐྱེས་པ་དང་མཐུན་ལམ་བཅད་པ་དེ་ད་ལྟའི་རིས་མེད་ཟེར་ནས་སྤྱིར་བཏང་གི་དེ་འདྲ་ཡིན་ས་རེད། འོ་དེ་འདྲ་ད་ལྟའི་རང་གི་སྐབས་དོན་དེ་དེ་འདྲ་ཞིག་གི་ཚར་བ་གྱིས། བཀྲ་ཤིས་བདེ་ལེགས།